ཞུ་ཡ་ཁྱེད་རང་ཚོ་ལ་ནུས་པ་ཡོད་རེད། ཨ་ནི་ཤིང་སང་ལྤགས་པའི་བར་ལ་རུས་ཟེར་ཡ་ང་ཚོ་བོད་སྐད་ནང། བྱས་ཙང་སོ་སོ་ལ་ཡོད་པའི་ནུས་པ་འདི་ཨ་ནི་བེད་སྤྱོད་བཏང་མ་ཐུབ་བ་དང་དུས་ལ་བེད་སྤྱོད་བཏང་མ་ཐུབ་ན་ཨ་ནི་ཕངས་པོ་ཞེ་དྲག་རེད་ད། ཧུ་ནེ་དྲང་ནས་ཕངས་པོ་རེད། རང་གི་དོན་དུ་ལ་ཡ་བཏང་མ་ཐུབ། སྤྱི་བའི་དོན་དུ་ལ་ཡ་བཏང་མ་ཐུབ། ཨ་ནི་ནུས་པ་འདི་བེད་སྤྱོད་ཡག་པ་ཆོ་ལ་བཏང་མ་ཐུབ་བ་ཞིག་ད་འདུག་འདི་ག་ལ་སྡུག་པའི་ཆོ་ལ་བཏང་ཡས་ཀྱི་གནས་སྟངས་འདྲ་བ་ཆགས་ན། ནི་ཕངས་པོ་ཞེ་དྲག་རེད་སྤྱི་བཏང་ནི་སོ་སོའི་ཡོད་པའི་ནུས་པ་དེ་བོད་ཆོས་བཏང་མ་ཐུབ་བ་ཁོ་རང་ཕངས་པོ་རེད་ལ། བོད་ཆོས་བཏང་པ་དེ་ཡང་ཨ་ནི་ཅིག་བོད་ཆོས་བཟང་པོ་ཅིག་ལ་མ་བཏང་བ་ཆེས་ངན་པའི་ཕྱོགས་ལ་ཡ་བོད་ཆོས་བཏང་པ་ཡིན་ན་དེ་བས་ཕངས་པོ་ཞེ་དྲག་རེད། ཨོ་དེ་འདྲ་འདྲ་བོ་ཅིག་ཞུ་འདོད་གྲབས་བྱུང། ཨ་དེ་རེད་ད་ད་ནི་ངས་གོང་དུ་ཞུས་པ་ནི་ད་བང་བྲིས་ནས་ངས་ཁྱེད་རང་ཚོ་སློབ་ཕྲུག་གཞན་དག་ཏུ་ཚོ་ག་འདྲས་བྲིས་འདུག་ག་འདྲས་རེད་འདུག་ད་དེ་གས་ངས་ངོ་སྤྲོད་འགྲོ་བ་ཅིག་ཞུས་པ་ཡིན་ད་ཁྱེད་རང་ཚོ་ཅིག།

རིམ་པ་གསུམ་བསྐོར་བ་ན་ནི། ཨ་ནི་ཆོས་འཁོར་དང་པོ་གི་རྗེས་སུ་འགྲོ་ངེས། ཆོས་འཁོར་དང་པོ་བདེན་བཞི་བདེན་པ་བཞི། བདེན་བཞི་ཆོས་འཁོར་གྱི་ཨ་ནི་རྗེས་སུ་འགྲོ་ངེས་ཀྱི་གྲུབ་མཐའ་འདི་ལ། ཨ་ནི་གྲུབ་མཐའ་སྨྲ་བ་གཉིས་འདི་གཉིས་ཀ་ག་རེ་ཐེག་དམན་གྱི་གྲུབ་མཐའ་ཆགས་དེ་ཡོད་རེད། ག་རེ་བྱེ་བྲག་སྨྲ་བ་དང་མདོ་སྡེ་པ་གཉིས་ཆགས་དེ་ཡོད་རེད། ད་སེམས་ཙམ་པ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འཁོར་གསུམ་བསྐོར་ཡོད་པའི་ནང་ནས་ཆོས་འཁོར་གསུམ་པ་དེར་བ་ལེགས་པ་རྣམ་པར་ཕྱེ་བའི་ཆོས་འཁོར་ཟད་དེ། འོ་དེའི་རྗེས་སུ་དྲང་ངེས་ཀྱི། ཨ་ནི། རྗེས་སུ་འབྲངས་ནས་ད་གྲུབ་མཐའ་མ་ངེས་ཀྱི། ཆགས་དེ་ཡོད། དེ་འདྲའི་རྗེས་སུ་འབྲངས་པའི་གྲུབ་མཐའ་མ་ངེས་དེ་ལ་སེམས་ཙམ་པ། ད་སེམས་ཙམ་པ་འདི་ད་ཨ་ནི་དབུ་མ་པ་སེ་གཉིས་ཀ་ག་རེ་ཆགས་ཡོད་ལ་ན་ཐེག་ཆེན་ཐེག་པ་ཆེན་པོའི་གི་ཐེག་ཆེན་གྱི་ཉམས་ལེན་བྱེད་མཁན་ཐེག་པ་ཆེན་པོའི་གྲུབ་མཐའ་སྨྲ་བ་ཆགས་ཀྱི་ཡོད་རེད་ཞུ་ཡ་ཡིན། ད་ཐེག་ཆེན་གྱི་གྲུབ་མཐའ་སྨྲ་བ་དེ་ལ་གཉིས་བྱེད་སེམས་ཙམ་པ་དང་དབུ་མ་པ་གཉིས་སུ་ཁྱོད་བཟའ། ད་ཁྱེད་རང་ཚོ་ཐུགས་སྣང་གནང་ཨ། ང་རང་ཚོ་བོད་ཡིག་གི་འགྲོ་སྟངས་འདྲ་བོ་བྱེད་པ་ཡིན་ན། ཨ་ནི་རྫོགས་ཚིག་ཅིག་རྒྱབ་ཚར་ན་དེའི་རྗེས་ལ་ཤེས་གཉིས་རྒྱག་དགོས་ན། ཁྱེད་རང་ཚོ་མང་པོ་ཅིག་འདི་རྒྱག་གི་མི་འདུག་ཤེས་གཉིས་རྒྱག་དགོས་ཡ་ནི་ཟེར།

ཟོས་ནས་མ་བྲིས་ཡིན་ན་སྙིང་རྗེ་མོ་ལྟ་ངན་དེ་ཨོ་ལྟ་འདི་ཆ་ཚང་དོན་དག་འདི་འདྲི་ཞིག་ཀྱང་འདི་ཆ་ཚང་དོན་དག་འདི་འདྲི་ཞིག་ཨ་ལྟ་འདི་ཨོ་ལྟ་ལས་ལ་འོ་ཞུགས་ཆགས་འདུག་ར་ཨོ་དུས་ད་ལྟ་ནས་ང་ཚོས་གོམས་གཤིས་འཇགས་དགོས་དེ་གལ་ཆེན་པོ་རེད་ཅེས་ཞུ་ཡ་ཡིན། ཨོ་དེ་བྱས་ད་སེམས་ཙམ་པའི་གི་མཚན་ཉིད། ཨ་སེམས་ཙམ་པའི་གི་མཚན་ཉིད་ག་རེད་ལ་ན་སེམས་ཙམ་པ་ལ་ན་ག་རེ་ཟེར་བ་རེད་སེམས་ཙམ་པའི་མཚན་ཉིད་ག་རེད་ལ་ན་ཕྱི་དོན་ཁས་མི་ལེན་ཅེས་ཡིན།

ཁོག་ཡོད་པའི་ཆུ་དེ་ལ་ང་རང་ཚོའི་གི་སེམས་ཀྱི་བག་ཆགས་སེལ་ཐུབ་ཀྱི་ཆུ་ཟེར་ནས་བཏགས་པ་རེད་མ་གཏོགས་བློའི་བར་བཏགས་པ་ཅིག་རེད་མ་གཏོགས། ཕྱི་རོལ་གྱི་ཡུལ་གྱི་ངོས་ནས་ཆུ་ཟེར་གྱི་ཡོད་པ་ཡིན་ན། སུས་ལྟ་ན་ཡང་ཆུ་མཐོང་གི་རེད། འདི་མཐོང་མི་འདུག་ཟེར་བ་དང། གང་ཡིན་ན་དཔེར་ན་ཆང་བཞག་ཡིན་ན་ལྷ་དུ་འཛུགས་ཀྱི་ཆུ་ལ་ལྟ་བ་ཡིན་ན་བདུད་རྩི་མཐོང་གི་རེད། དམྱལ་བ་འབའ་ཅིག་གི་འདུག་ལྟ་བ་ཡིན་ན་ཁྲག་མཐོང་གི་རེད་ཟེར་དང།

ཁྱེད་རང་ཨམ་ལགས་ངོས་ནས་ཨ་ཨ་ངའི་བུ་འདི་ཡག་པོ་ཞུ་བཞིན་ཡོད་དེ་འདྲའི་བསམ་དགོས། ཡིན་ནས་ཨ་མའི་གི་སེམས་ཀྱི་བག་ཆགས་ཀྱི་དབང་གིས་ཨ་ནི་ཁྱེད་རང་ཡག་པོ་མཐོང་པ་རེད་མ་གཏོགས་གལ་སྲིད་ཁྱེད་རང་ཡུལ་སྡེ་ནས་ཨ་ནི་ག་ལ་ཡག་པོ་ཞིག་ཡོད་པ་ཡིན་ན་ཨ་ནི་ཁྱེད་རང་དགྲ་ཡི་འདུག་ལྟས་པ་ཡིན་ན་ཁྱེད་རང་ཡག་པོ་མཐོང་དགོས། ཁྱེད་རང་དགྲ་ད་དུ་ཚང་མ་ཁྱེད་རང་ཕྱོགས་ཐམས་ཅད་ནས་སྡུག་ཅག་མཐོང་དགོས་རེད་དམ། ད་ནང་བཞིན་ཁྱེད་རང་ལ་རྒྱུས་ཅན་མི་གི་མི་གཅིག་གིས་ཡག་པོ་གས་མཐོང་མ་རེད་སྡུག་ཅག་གས་མཐོང་མ་རེད། བྱས་ཙང་ཁྱེད་རང་ཡུལ་གི་སྟེང་ནས་ཡག་པོ་རེད་བས་སྡུག་ཅག་རེད་བས་ཡང་ན་ཡག་པོ་དང་སྡུག་ཅག་གང་ཡང་མ་ཡིན་པ། ད་ཅི་སྟངས་ཅི་རེད་བས་རེད་བ།

བུམ་པ་དང་བུ་འཛིན་མི་ཤེས་གཉིས་དེ་ངོ་བོ་གཅིག་རེད། དག་ན་ཤེས་བུམ་པ་དང་བུམ་པ་དྲན་པའི་དག་ཁ་ལ་ཡིད་ཀྱི་ཤེས་པ་ཟེར་ན་འདྲ་འདུག་དེ་གཉིས་ཡང་ངོ་གཅིག་ཆགས་རོགས་རེད་ད་འདུག་ཕྱི་ནི་མ་འདྲེ་ཤེས་སྒྲུབ་ཅེས་སེམས་ཙམ་པས་རྒྱག་མ་ཐག་དེ་དབང་ཤེས་ཀྱི་རྟེན་ལ་གཟུང་འཛིན་རྫས་ཤིན་ཏུ་གྲུབ་ཚུལ་ཇི་ལྟར་ཡིད་ཤེས་ཀྱི་ངོ་ལ་གཟུང་འཛིན་རྫས་ཤིན་ཏུ་གྲུབ་གཟུགས་གཟུགས་སྟོབས་པའི་ཞེན་ཤེས་རང་གི་མཚན་ཉིད་གྲུབ་ཡོད་མ་རེད་ཟེར།

འདི་ཁོ་རང་ཚོ་གི་ཡང་གཅིག་ཐ་སྙད། རྟགས་དང་སྒྲོག་བྱེད་ཐུན་མོང་མ་ཡིན་པའི་གྲུབ་མཐའི་གི་ཐ་སྙད་སྒྲོག་བྱེད་རེད་ཞུས་ན་འགྲིག་རེད་ད། མཁྱེན་བཟང་པོ་ད་འདི་འདྲས་རེད་ད་སེམས་ཙམ་པོ་ཁོ་རང་ལ་ནང་ཚན་གི་དབྱེ་བ་དཔེར་ན་ང་ཚོ་མདོ་སྡེ་པ་ལ་ཨ་ནི། མདོ་སྡེ་པ་དེ་ལ་ལུང་གི་རྗེས་འབྲང་གི་མདོ་སྡེ་པ་དང་རིགས་པའི་རྗེས་འབྲང་གི་མདོ་སྡེ་བ་སེ་གཉིས་ཡོད་ཨང། ཨ་ནི་བྱེ་བྲག་སྨྲ་བ་དེ་ལ་སྡེ་པ་བཅོ་བརྒྱད་ཟེར་ཡོད་ཨང་བྱེ་བྲག་སྨྲ་བ་ནང་ཁུལ་ལ་སྡེ་པ་བཅོ་བརྒྱད་དང། ཨ་ཚུར་བསྡུས་ན་སྡེ་པ་བཞིའི་ནང་ལ་འདུས་གི་རེད་ཅེས་ང་ཚོ

འོ་དེ་ལྟ་སེམས་ཙམ་པ་ལ་རྣམ་བདེན་པ་དང་རྣམ་བརྫུན་པ་ཟེར་ནས་གཉིས་ཡོད་རེད་ཟེར་ད། ད་སེམས་ཙམ་པ་ན་སེམས་ཙམ་རྣམ་བདེན་པ་ཟེར་ཏེ། རྣམ་བདེན་པའི་གི་མཚན་ཉིད་དུ་ག་རེ་ལ་ན། སེམས་ཙམ་པ་གང་ཞིག་ལ་སྔོ་འཛིན་མི་ཞིག་ལ་སྔོ་བོ་སྔོན་པོ་སྣང་བ་ལྟར་དུ་འཁྲུལ་པར་སྡུད་ངེས་ཅིག་འདུག་རེད། རྣམ་བརྫུན་པ་ལ་ཡ་དེ་སེམས་ཙམ་པ་གང་ཞིག་ལ། དབང་ཤེས་ལ་རགས་པ་སྣང་བ་ལྟར་དུ་འཁྲུལ་པར་མི་བསྡུ་ངེས། སྔོ་འཛིན་མི་ཤེས་ལ། སྔོན་པོ་སྣང་བ་དང་སྔོན་པོ་རགས་པ་སྣང་བ་ལྟར་ན་ནའོ་ན་བཞིན་དོན་དག་ལ་ཡང་གནས་ཀྱི་མ་རེད་ཟེར་ནས་ཁོ་གཉིས་བར་བའི་ལ་དག་ཁྱད་པར་འདྲ་བོ་དེ་དེ་ཡོད་རེད། ད་དེ་ག་འདྲའི་ལ་གོ་ཡོད་རེད་ཟེར་ལ་ནར་དང། སེམས་ཙམ་པ་གིས། དཔེར་ན་ཆ་བཞག་ཡིན་ན་འདི་རེད་ད།

ཨ་ནི་ཚོན་སྣ་སྔོན་པོ་དེས་སྔོན་པོ་རགས་པ་མཐོང་བ་ཟད་དེ་ག་ལ། ཚོན་སྣ་སྔོན་པོ་མཐོང་བ་མ་ཟད། ཚོན་སྣ་སྔོན་པོ་དེ་ང་རང་གི་མི་ཤེས་ལས་ལོགས་སུ་རྒྱང་ཆད་དུ་ཡོད་དེ་བས་ཚོན་སྣ་སྔོན་པོ་མཐོང་ཡ་ཅིག་ཡོད་རེད། དེས་དང། དག་ན་བཞིན་ཚོན་སྣ་སྔོན་པོ་དེ་ངའི་སེམས་ཀྱི་བག་ཆགས་སེལ་སྟོབས་ལ་བརྟེན་ནས་བྱུང་བ་མ་ཡིན་པར་ཁོ་རང་ཡུལ་གྱི་སྟེང་ནས་གྲུབ་ཀྱི་འདུག་སེམས་པའི་ལྟ་སྟངས་ཀྱིས་གསུམ་ཡོང་གི་རེད་ཟེར་བ་ལྟ།

དངོས་པོ་ཁོ་རང་དངོས་པོ་མཐོང་བ་གཅིག་དང། དངོས་པོ་དེ་ངའི་སེམས་ཀྱི་བག་ཆགས་སད་སྟོབས་ལ་བརྟེན་ནས་བྱུང་བ་མ་ཡིན་པར་དངོས་པོ་ཁོ་རང་ཕྱི་རོལ་གྱི་ཡུལ་གྱི་སྒོ་ནས་གྲུབ་སྡོད་ཡོད་པ་གཅིག་ལྟ་སྟངས་གཅིག་གཉིས་ཡོད་པོ་འདུག། དངོས་པོ་ནི་ངའི་སེམས་ཀྱི་བག་ཆགས་སད་སྟོབས་ལ་བརྟེན་ནས་བྱུང་བ་མ་ཡིན་པར་དངོས་པོ་ཁོ་རང་ཡུལ་གྱི་སྟེང་ནས་གྲུབ་འདུག་སེམས་པའི་བསམ་བློ་དེ་ནོར་འཁྲུལ་རེད། དེ་བདེན་པ་མ་རེད། དེ་ནོར་འཁྲུལ་རེད། དེ་སེམས་ཙམ་ནམ་བདེན་པ་ལགས་ཡོད། ཡིན་པ་ཡིན་ན་ཡང་སྔོན་པོ་སྔོན་པོ་དེ་ཕ་གི་ཡོད་དེ་བ་སྔོན་པོ་སྔོན་པོ་མཐོང་བ་དེ་དངོས་ཡོད་ནས་ཚུལ་སྔོན་པོ་ཡོད་ར་བ་དེ་བདེན་པར་བ་བྱེད་ས་སྔོན་པོ་ཕྱི་རོལ་དོན་དུ་སྒྲུབ་ཡོད་བ་དེ་ད་ཆུ་དོན་ཁས་ལེན་གོ་བ་མ་ར་བ་སྔོན་པོ་ཕྱི་རོལ་དོན་དུ་སྒྲུབ་པ་མཐོང་བ་དངོས་པོ་ཕྱི་རོལ་དོན་དུ་སྒྲུབ་པ་མཐོང་སྟངས་ནི་ག་འདྲ་རེད་བས་ད་ལྟ་ངས་འགྲེལ་བཤད་ཞུ་ཡ་དེ། ངའི་སེམས་ཀྱི་བག་ཆགས་སད་སྟོབས་ལ་བརྟེན་ནས་བྱུང་བ་མ་ཡིན་པ། ར། ད་ངས་ངའི་གོང་དུ་ཞུ་བ་ན་ཟེར། ངའི་གི་བུད་མེད་ཅིག་ལ་ཆགས་པ་སྐྱེས་ཀྱི་ཡོད་ན། ཆགས་པ་དེས་ངའི་གི་ངོས་ནས་བུ་མོ་དེ་ཐག་ཆ་ཆ་ཐམས་ཅད་ནས་ཡིད་དུ་འོང། སྙིང་རྗེ་བོ། ཡག་པོ། ཀུན་སྤྱོད་དེ་ཐང་གང་གིས་ཐོག་ནས་ང་ཚོ་ཆགས་པ་སྐྱེས་དུས་ཆགས་པའི་གི་སྒྲོ་བཏགས་ཡིན་པར་ཆ་ཐམས་ཅད་ནས་ཡག་པོ་ཞིག་འཐུང་དགོས་ར། གལ་སྲིད་ངས་སེམས་ཀྱི་བག་ཆགས་སེལ་སྟོབས་ལ་བརྟེན་ནས་ཨ་ཕ་གི་སེམས་ཀྱི་ལྟ་འགྲོ་བརྟག་པ་ལ་བརྟེན་ནས་བུད་མེད་དེ་བརྒྱ་ཆ་ཡག་པོ་མཐོང་གི་ཡོད་རོགས་དེ་འདིས་ང་རང་སེམས་ནང་ལོགས་ལ་ག་རེ་བསམ་གི་ཡོད་རེད། ངས་སེམས་ཀྱི་བག་འགྲོ་བརྟག་ནས་ད་ངས་སེམས་ཀྱི་བག་ཆགས་སེལ་སྟོབས་ལ་བརྟེན་ནས་ཡག་པོ་ཞིག་མཐོང་བ་མཐོང་གི་ཡོད་མ་རེད། བུ་མོ་ཁོ་རང་གི་ངོས་ནས་ཡག་པོ་ཞིག་ཡོད།

རྡུལ་ཕྲན་གྱི་མཚོན་བྱ་ཟོལ་ངེས་ཀྱི Physicist སྐད་གྲགས་ཆེན་པོ། སྤྱི་དག་ནི་རྒྱ་གར་གྱི་ནང Physicist སྐད་གྲགས་ཆེན་པོ་ཞུགས་ཅིག་ཆགས་བསྡད་པ་མ་ཟད་དམིགས་བསལ་གྱིས་ད་རྡུལ་ཕྲན་རིག་པ་འཛུགས་པ་ལ་ཞུགས་ཅིག་མཁས་པ་ཆེན་པོ་ཅིག་ཡིན་ཏེ་རྒྱ་གར་ད་ཡོངས་གྲགས་ཀྱི་ཚད་ལྡན་གྱི་ད་མཁས་པ་ཆེན་པོ་ཅིག་རྒྱ་གར་རྒྱལ་ཡོངས་ཀྱི་ཁྱེད་ནས་ད་ཟེར་མཁས་པ་དེ་འདྲ་རེད་དོ།

ང་དུས་ཚོད་ཀྱིས་ཨ་ནི་སྐྱོན་འགྲོ་དེ་ཞུགས་དེ་ཡོད་རེད་ཟེར་ཕོ་བོ་ཕྱི་རོལ་དོན་དུ་ནང་དེ་བདག་ཏུ་སྒྲུབ་པ་གནང་གི་ཡོད་རེད་ཟེར་ད་དེ་སེམས་ཙམ་པས་བདག་ཏུ་སྒྲུབ་པ་འདོད་སྟངས་ཤིག་ཡོད་ར་དེ་ལ་མ་རིག་པའི་གི་སྐྱོན་མ་རིག་པའི་ཀླད་པ་ཀླད་པ་ཟེར་ན་སྐྱོན་ཟེར་བར་ད་མ་རིག་པའི་ཀླད་པ་དེ་ཞུགས་ཡོད་རེད་མ་རིག་པའི་ལྷད་དེ་ཞུགས་དེ་ཡོད་རེད་ཟེར་བ་སྐྱོན་དེ་ཞུགས་དེ་ཡོད་རེད། དེ་ནི་སྔོན་པོ་སྔོན་པོ་སྣང་བ་འདི་ལ་སྔོན་པོ་སྔོན་པོ་སྣང་བ་ན་ཞིག་སྔོན་པོ་སྔོན་པོ་དངོས་གནས་རོ་ཨ་འདི་བདེན་པ་རེད། ཇི་ལྟར་ད་གིན་ནམ་བདེན་པ་ཟེར་དོན་དག་འདིར་བ། སྔོན་པོ་སྔོན་པོ་སྣང་བ་དང་སྔོན་པོ་རགས་པ་སྣང་བ་ལ་མ་རིག་པའི་གི་སྐྱོན་གང་ཞུགས་ཡོད་མ་རེད་ཟེར་བ། ད་ནམ་རྫུན་མ་ག་ལ་རེད་སྔོན་པོ་ཕྱི་རོལ་དོན་དུ་སྣང་བ་ལ་ཞུགས་པ་མ་ཟད་སྔོན་པོ་སྔོན་པོ་སྣང་ཕྱིན་ཆད་དང་སྔོན་པོ་རགས་པ་སྣང་བ་ལ་ཡང་ནི་སྐྱོན་དེ་ཞུགས་དེ་གི་བ་རེད། གང་ཡིན་སྔོན་པོ་སྔོན་པོ་སྣང་ཕྱིན་ཆད་ལ་སྔོན་པོ་ཕྱི་རོལ་དོན་དུ་སྒྲུབ་པ་སྣང་སྣང་བའི་ཁྱབ་ཀི་རེད་ཟེར་ད།